དབང་ཡང་དེ་འདྲའི་ཐབས་དེ་གའི་སྐབས་སུ་ཡང་དེ་འདྲ་ཡང་དེ་ནས་འོང་རྒྱུ་བ་གཏན་དུ་གང་ལྷག་གོ་རྒྱུ་མེད་དུས་གང་ལ་གང་བྱང་ཆུབ་སེམས་དཔའ་རྣམས་ལ་བསྐོར་བ་ལྟར་རྒྱུད་འདི་སྤེལ་ཡང་ད་ཡིན་དུས་ད་རང་ཆ་ཡོད་རྒྱུས་ཡོད་བླ་མ་དེ་འདྲ་ཡིན་ན་གཏན་དུ་ལོང་ནས་དད་པ་ཡག་པོ་ཤག་གོ་རེ་མ་གཏོགས་གི་ཆ་མེད་རྒྱུས་མེད་ཞིག་རོ་གཅིག་ལ་ཧ་ལས་ལས་ཧུར་ལོས་ལོས་ཇི་ག་ཇི་ག་བྱས་ན་ད་སང་ཉིན་ཟོག་པོ་རེད་འདུག་ཨ་ཨ་བསམ་ནས་དེ་ནས་ཡང་ང་རང་ཚོ་ཁ་བཏགས་འགོག་དང་འགྱོད་པ་སྐྱེ་རྒྱུ་དེ་འདྲ་འོང་རེ་ད་དེ་ཀའི་ཨ་ཙི་ཚོ་ད་གླིང་མའི་ཚེ་ད་མི་གྱོང་པོ་རེད་ཟེར་གསོ་སྦྱོང་གང་བྱུང་ཁས་ལེན་མཁན་ཡང་མ་རེད་དེ

རྗེ་འདི་བུ་རམ་བསྟོད་པ་སྟེ་འོག་རྒྱ་ཐམས་ཅད་གཅིག་དང་པོ་རྩ་ཆེན་པོ་རེ་སེང་གཅིག་བར་རེ་ཁ་དང་ག་དེ་ཆུང་མ་ཆུང་མ་ཆུང་སུ་ན་ནི་ཞེས་དངོས་ལ་ཟེར་འདྲ་རྔ་མོང་ལྷོ་མོ་དག་བརྒྱ་བཅུ་གྱ་གསུམ་བརྒྱད་བཅུ་བརྒྱད་ལྔ་སྐོར་བཅས་གཅིག་ལ། ཁྱེད་རང་ཚོས་དེ་རིང་འདི་ཏིལ་ཟ་རྗེ་དང་ཟངས་གཙང་ཚོ་སྔས་མ་ནས་གྱོང་གུད་འདྲ་བྱས་འདྲ་བྱས་སུ་བྱོན་གང་བྱུང་ལ་ཅག་གལ་ཆེ་བོ་ལས་ངན་མ་རེད་འདི་ཡག་པོ་ཞིག་རེད་དེ། མིག་ཡག་པོ་འདི་ཕྱོགས་རིས་ཟེར་མ་རེད་འདི་རང་གི་རྒྱུ་མཚན་བཤད་དུས་དོན་དག་རེད་བསྟན་འགྱུར་སྟངས་ལ་རང་གི་གླང་མ་དང་གླ་རྒྱུའི་ཆུ་རྒྱུན་དེ་ཚོ་ཐམས་ཅད་ལ་ཡག་པོ་དེ་བ་དང་བླངས་བྱས་བཞག་ན་འདིར་ནོར་ས་ཆོག་ས་ཞེ་བོ་མེད་རེད་ཡིན་ན་དེ་ནི་ཡག་པོ་ཡིན་དུས་གང་བ་དེ་འདྲ་ཅན་དེ་བ་འབྱུང་དེ་གང་བྱུང་མང་དུ་ཁ་བཏང་རྒྱུ་མེད་ཡང་དེ་བ་ཨ་ཀི་རང་གྱོང་གུ་ཡག་ཅིག་ཡིན་ས་ཨ་ཀི་ར་ད་འདི་འོང་ལ་དེ་བ་ཅིག་གང་མང་དུ་ཡག་པོ་རེད་དེ་ནི་ཡིན་ན་འདི་འོང་ལ་དེ་བ་ཡག་པོ་རེད་མོ་ང་རང་ཚོ་ཡག་པོ་རེད་ཡིན་ན་ཡང་ཡང་བླ་མ་ཞེ་ད་ཀ་སྡུག་ཅག་རེད་ཅོག་རེད་རྙོག་རེད་ཆང་ཉེ་རྙོག་རེད་ཟེར་དེ་འདྲ་ལབ་ན་ཡང་བོད་མི་སྡིག་ཆེན་ཟག་པ་ཐོ་ལོ་ཤ་ཁང་རེད་དེ་རོ་རྒྱུ་སྒང་བཙུགས་ཟིན་དགོས་རེད་དེ

ཁམ་ཕོར་སེམས་ཅན་བསད་ལས་སྡིག་བྱས་པ་ཨ་ཟེར་ཏེ་བྱང་ཆུབ་སེམས་དཔའ་རྣམས་ལ་བསྐོར་བ་བཏབ་ཟེར་མཁན་འདྲ་བོ་དང། ཨོ་ཡ་དེས་ན་གཞན་གཅེས་མཁན་ང་རང་ཚོ་གི་དེ་ནི་དེ་འདྲས་རེད་ད་ལྟ་ད་ལ་ལོ་རྒྱུས་མང་པོ་ཤེས་ན་མང་པོ་ཞིག་ཤེས་རྒྱུ་འདུག་དེ་དག་ང་རང་ཚོ་དུས་ཚོད་དང་སྐྱོན་འཛུགས་རྒྱུ་དེ་མང་པོ་མང་པོ་ལབ་དེ་ན་བྱས་དེ་འདྲ་བྱས་དེ་ཡིན་དུས་གང་ལ་གཏམ་སྐད་ཆ་རྡོག་རྡོག་འདྲ་ཅིག་བཤད་དགོས་རེད་ཟེར་བར་འདོད། ང་རང་ཡིན་ན་ཡང་ཆ་རྒྱུས་ཡོད་ས་དེ་ལ་མ་ལ་དད་པ་ཡག་པོ་བཞག

གང་གི་དོན་གྱི་དེ་བཞིན་ཉིད་སྐད་ཅིག་ཉིད་དུ་ཤར་བ་གང། བླ་མ་རིན་ཆེན་རྩ་བའི་གུ་དོར་གྱིས་སྦྱངས་བའི་དཔེ་ལ་འདུལ་འོས་ཟིན་འདི་རྒྱུད་ཀྱི་ཚིག་རེད་འདི་ཅི་སྟེ་ང་རང་ལ་མིག་གིས་སོམ་ཀྱང་མ་རེད། བསྟན་འགྱུར་བླ་མ་ལྟ་བུ་འདི་དཔེ་མེད་ཀྱི་དེ་ནི་རྩ་ཆེན་པོ་རེད་དེ། ད་རྒྱུས་མེད་ཀྱི་དེ་ནས་ཀྱང་དེ་འདྲ་གི་རྒྱུས་ཡོད་ཀྱི་བླ་མ་ལ་གསོལ་བ་དམོད་ལམ་ཡག་པོ་བཏབ་ན་དེ་རང་ལ་དད་པ་དང་དེ་རང་ལ་བྱིན་རླབས་དང་སྡིག་སྒྲིབ་དག་གི་ཕན་ཐོབ་ཆེན་པོ་ཡོད། དེ་ཡིན་དུས་གང་ལ་དེ་འདྲ་བྱེད་དེ་ཡིན་ན་བླ་མ་རང་གི་ལྟ་བུའི་བླ་མ་དད་པ་ཚོ་ལ་དངོས་དད་པ་ཡག་པོ་བཞག་ཕྱོགས་མེད་ཀྱི་བླ་མ་ཐམས་ཅད་ལ་ཡང་དག་སྣང་རེ་ཡོད་ཀྱང་ཡག་པོ་རེད་ཨ་བསམ་པ་བྱེད། དེ་ནས་སྐྱོན་འགྲོ་བ་མཐོང་ན་ཨ་དེ་དེ་ང་རང་གི་སེམས་སྐྱོན་ཡིན་གྱི་མ་བླ་མ་ཁོ་རང་ཡག་པོ་ཡིན་གྱི་རེད་ཟེར་ནས་དག་སྣང་རེ་རྒྱག་ནས་ཧ་ཅང་ཧ་ལི་ལི་དང་ཧ་ཅང་རེ་དེ་ནས་པར་སྡུག་སྡུག་འགྲོ་མ་བྱེད་ནས་དེ་འདྲ་བྱེད་རྒྱུ་དེ་རྒྱལ་བ་སྲས་པ་རྣམས་ཀྱི་གི་ཉམས་ལེན་རེད་ཟེར་ཉེས་པ་མེད་པ་རྒྱ་སེ་ལབ་རེ་ཡིན་དེ་ལྟར་མ་བྱ། ང་རང་ཚོ་གང་ཡིན་ན་མིན་ན་ཡང་སྐད་ཆ་མང་པོ་ཞིག་ཨམ་ཡ་བཤད་མ་བཤད་མང་པོ་བྱས་ན་ཡང་ཅིག་ཡིན་ཁོ་ན་རོགས་ཟེར་བ་དེ་རེད་དེ་རེད་དེ་ད་ཉི་མ་ཕལ་ཆེར་ཉི་མ་ལྔ་ད་དེ་རིང་དེ་ཉི་མ་ལྔ་རེད་ད་ཆོས་མང་པོ་བཤད་སོང་འོ་ད་ཁྱེད་རང་ཚོ་ཐམས་ཅད་ཆོས་ཀྱི་སྒོ་ནས་ཡག་པོ་ཅིག་སེམས་ལ་ཅིག་བཞག་འདོད་ཡོད་དེ་གན་འདོད་བོ་དང་ང་དེ་འདྲ་ཡག་པོ་ཡོད་གི་ཡིན་ན་ད་ཉི་མ་བཞི་ལྔ་ནང་ལ་ཧ་ལམ་ཅིག་ཀུན་བཟང་བླ་མའི་ཞལ་ལུང་དོལ་ལེ་ཚར་དེ་གན་འདྲ་བོ་ཅིག་བྱས་ནས་ངས་བཤད་ཚར་ཡིན།

ཨོ་དེ་འདྲ་དགོས་ནི་དགོས་རེད་དེ་ཅི་འདི་དགོས་བ་ད་དེའི་དགོས་པར་བྱས་བ་ལ་གཙོ་བོ་རང་གི་ཕ་མ་ཟེར་མཁན་དེ་རྩ་ཆེ་ཤོས་རེད་ས་ཏྲ་མང་པོ་ལབ་ཚར་ས་དེ་ནི་ཕ་མ་ཟེར་མཁན་དེ་རྩ་ཆེ་ཤོས་རེད་དེ་ཡང་ད་དེ་གི་ཕ་མ་དེ་གཙོ་ཆེ་ཤོས་རེད་སྙིང་ད་དེ་གི་ཕ་མ་དེ་གཙོ་ཆེན་པོ་རེད་དེ་དེ་ཡིན་དུས་དགོས་བ་ད་ཕ་མ་འདི་ལ་བལྟས་པའི་གི་འགྲོ་བ་དྲུག་སེམས་ཅན་ཐམས་ཅད་ལ་བྱང་ཆུབ་ཀྱི་སེམས་སྐྱེ་ནི་ངའི་ངག་ནང་དུ་ཉམས་ལེན་ལེན་དགོས་ཀྱི་དེ་འདྲ་ཡིན་དུས་གང་ལ་ད་དེ་དེ། དང་ཁྱེད་འོ་འགོ་བཙུགས་ཚེ་རང་གི་ཕ་མ་གཉིས་ལ་ཨ་དེ་ནི་འགོ་བཙུགས་འགོ་རེད་ཕ་མ་ཡོད་མཁན་ཚོ་ནི་དཀའ་བ་བཟང་པོ་བསམ་གྱི་མི་འདུག་ཁྱེད་རང་ཚོ་ལྟ་བུ་ཚོས་ང་ནི་ཨ་ཕ་ཡང་མེད་ཨ་མ་ཡང་མེད་ཨ་ཕ་ཨ་མ་གཉིས་ཀ་གྲོངས་ཚར་སོང་འོ་དེ་ཡིན་དུས་ཀྱང་པཱ་ལ་ཤིང་བོད་སྤུས་ཀ་ཟ་ངག་དེ་ནི་ཕོ་ལོ་ཉི་ཤུ་རྩ་གཉིས་ནས་རྩ་གསུམ་བརྗེ་དེ་འདྲ་ལོ་ཆུང་ཆུང་གཅིག་ལ་པཱ་ལ་ཤིང་བོད་ཤིང་བཞེངས་སོང་ཨ་མ་ནི་ད་ན་ནིང་ད་བཟོ་ང་ཡི་ཨ་བོ་ཆེན་པོ་རེད་ད་ལོ་སུམ་ཅུ་སོ་གྲངས་ང་དེ་འདྲའི་ཚིག་གི་སྟེང་ལ་ཨ་མ་ཡང་གྲོངས་སོང་ད་པཱ་ལགས་ངོ་བོ་མ་རེད་དེའི་འགྲིག་སྟངས་ལ་ཆོས་ཀྱི་ནང་ལ་བལྟས་ན་ཡང་ཕ་མ་དེ་བཀའ་དྲིན་ཆེན་པོ་གང་མོ་འདིར་འཇིག་རྟེན་གྱི་བསམ་བློ་གཙང་གི་ཡིན་ན་ཕ་མ་ཟེར་མཁན་དེ་དཔེ་བཀའ་དྲིན་ཆེ་པོ་རེད་འདུག་དེའི་འགྲིག་སྟངས་ལ་ད་ཁྱེད་རང་ཚོ་ཕ་མ་ཡོད་དེ་མཁན་ད་ལྟ་མང་པོ་ཡོད་ཀྱི་རེད་ད་ང་ན་བཞིན་ཡང་བཀྲ་ལ་མེད་མཁན་ཟེར་རོ་ད་སོ་རེད་ཟེར་དེ་མཁན་ཡང་མང་པོ་ཡོད་ཀྱི་རེད་ཕ་མ་མེད་མཁན་ད་ང་ཡི་ལོ་བདུན་ཅུ་བརྒྱད་ཅུ་སླེབས་ན་ད་ཨ་ཕ་ཨ་མ་འོང་གྱི་མ་རེད་བ་དེ་འདྲ་ཨ་ཕ་ཨ་མ་ལོ་བརྒྱ་དེ་གིན་ཅི་ད་སུ་ཞིག་ཡོད་ཀྱི་མ་རེད་གྲོང་ས་ཡོད་ཀྱི་རེད་ད་གྲོང་ཡོད་ན་འདྲ་དེ་ནས་གཙོ་བོ་དེ་དེ་གིན་ཚོ་གྱང་ཡག་པོ་རེད་ཕ་མ་གིན་འོག་ཏུ་ཡག་པོ་གྱང་པོ་བྱེད་ཡག་པོ་བྱེད་དགོས་རེད་དེ་ནང་བཞིན་བྱེད་དགོས་དེ་ནས་ཕ་མ་མེད་གིན་ཚོ་ཡང་ཕ་མ་ད་ཤི་ས་སྐྱོང་རོགས་ང་ཚོ་ཡིན་ན་ཡང་ཉི་མ་རྟག་པར་ཞིག་མ་འདི་ཡོད་ཅིག་སྨོག་ལོམ་རྒྱབ་ཨོ་ཡ་དེ་ནས་ཆུ་མིག་ཀུན་ཚོན་རིང་ན་ཁུལ་ཨོ་ཡ་དེ་ཡིན་དུས་བླ་མ་འདྲ་བོ་ཕེབས་ན་ཡང་ཅིག་མང་པོ་དགོས་མ་རེད་ཡིན་ལབ་སོང་ང་ཅིག་རང་ལ་མེད་གིན་ཅིག།

སངས་རྒྱས་ལ་མཆོད་པ་བྱེད་ཆོག་གི་ཁྱད་པར་ཅི་རང་མ་རེད་མཆོད་པ་བྱེད་ཆོག་གི་ང་རང་དུ་བསམ་བློ་གི་ཁྱད་པར་རེད། ཨོ་དེ་ཡིན་རིགས་གང་ཕན་རང་ལ་ཅི་རྩོད་ཡོག་རྩོད་གི་དེ་ནས་ཀར་བ་ཕ་མ་གི་སྟོན་པ་ལ་མཆོད་པ་ཕུལ་ཕ་མ་གི་སྟོན་པ་ལ་དེ་ནས་ཀར་བ་རང་ངོ་ནས་བསྔོ་བ་སྨོན་ལམ་བཅོལ་ན་ཕན་པ་རེད། ད་དེ་ང་རང་དུ་ཕམ་པ་གི་སྐད་ཆ་བྱེད། ད་ཡིན་ན་ཡང་ཕ་མ་ཟེར་མཁན་དེ་གཉིས་ཡོད་རེད། ལས་ཀྱི་ཕ་མ་དང་ལུས་ཀྱི་ཕ་མ་ཟེར་མཁན་གཉིས་ཡོད་རེད། ལས་ཀྱི། དེ་ནས་ལུས་ཀྱི་ཕ་མ་ཟེར་ང་རང་དུ་ད་ལྟ་ཨ་ཕ་ཨ་མ་དེ་རེད་ང་རང་དང་ཨ་ཕ་ཨ་མ་དེ་དེ་ནས་ལས་ཀྱི་ཕ་མ་རེད་བ།

སྐྱེ་བ་མུ་མེད་ཀྱི་ལན་ཆགས་འོང་གི་ཡང་དེ་ཡིག་ཐོག་འབྲུག་ཆགས་ནི་ད་དེ་འདྲའི་དུས་ནས་ང་རང་ཚོ་ལུང་པ་ལོང་ཡིན་ན་ཅིག་དང་རེ་རེ་ན་སོའི་འབྲུག་ཟེར་རེ་ནི་ད་བུ་ཚབ་ཟེར་གི་རོ་དང་འཛོམ་བུ་ཚབ་ད་བུ་མོ་ཚབ་ཡིན་ན་ནི་དེ་འདྲའི་ཞིག་ཡིན་འདུག་དེ་ཚོ་ཐམས་ཅད་ཡང་རང་གི་ཕ་མ་ནང་བཞིན་རེད་པས་བྱམས་པོ་བྱས་ཡག་པོ་བྱོས་དགོས། དེའི་ནང་ནས་ཡང་ཁྱད་པར་དུ་ང་རང་ཚོ་ཧ་གོ་བ་གཅིག་འདུག་ཟེར་ན་ད་དྭངས་གཙང་སྒར་དུ་ཆང་ས་རྒྱག་འོས་པ་ཨོ་ཡ་དེ་ནས་ཆང་ས་རྒྱག་ནས་མག་པ་བླངས་ན་དེ་ནས་ད་མནའ་མ་བླངས་ག་རེ་བྱེད་ཀྱི་ཡོད་རེད། དེ་ནས་རྣམ་མ་བྱས་བླང་བ་ཡིན་ན་ནི་ང་རང་ཚོའི་ལུང་པ་ལ་ད་གྱོད་བུ་རྒྱུག་མུ་སི་གཉིས་ཡོད་རེད། འོ་ཡ་དེ་ནས་མག་པ་བླང་བ་ཡིན་ན་ཁོ་རང་གི་སྐྱེས་མིང་གི་ཨ་ཕ་ཨ་མ་དེ་ལ་གྱོད་བུ་ད་རྒྱུག་པོ་རྒྱུག་མུ་སི་རེད། ད་ཁྱེད་ཚོའི་གླིང་མིང་གི་གྱོད་བུ་རྒྱུག་མུ་སི་གི་ཟེར་གི་རེད་འོ་ད་དེ་ཚིག་དེ་ང་ཚོ་དཔེ་རྙིང་པ་རེད་ད། ད་ལྷ་ས་ད་བོད་ད་ཁམས་ལ་དེ་གཅིག་མེད་རེད། འདིའི་ཚིག་འདི་བཀའ་འགྱུར་ནང་འདུག་ཨོ་ཡ་འདི་སྐད་འཕྲིན་ཚིག་འདི་བཀའ་འགྱུར་ནང་སྟོན་མི་གི་ཡག་པོ་ཅིག་རེད་དོ་ཨོ་ཁྱོ་ག་གི་ཨ་ཕ་ལ་རྒྱུགས་ཟེར་ལབ་ཁྱོད་སྐྱེ་མེད་ཀྱི་ཁྱོ་ག་གི་ཨ་མ་ལ་རྒྱུགས་མོ་ཟེར་ལབ་དེ་ཚོ་ཐམས་ཅད་ལོ་སྟོང་ཕྲག་མང་པོ་གི་སྔོན་ལ་རྒྱལ་པོ་སྲོང་བཙན་མགོན་པོའི་སྐབས་སུ་གི་འདི་ནི་ཚིག་རེད་དོ་བ་ད་དྭངས་སང་ལུང་པ་མང་པོ་འདི་བཀླགས་ས་དེ་ཚིག་དེ་མེད་རེད་ད་ང་རང་ཚོ་འོམ་ལོ་རོང་ད་ཁྱེད་ཚོ་ལི་མི་ད་ང་ཚོ་མོ་གི་འོམ་ལོ་རོང་སར་རྒྱལ་བོ་རྒྱུགས་མོ་ཟེར་གི་འདྲི་བོ་དང་སྙི་མོ་ཟེར་གི་འདྲི་བོ་ཆོས་མོ་ཟེར་གི་འདྲི་བོ་དང།

ངོ་ཡ་རྣམ་མང་ལབ་ཏུ་འོ་ད་དེ་སྤྲུལ་སྐུ་རྣམ་མ་རེད་ཨ་ཙམ་རེད་དོ། ངའི་སྐྱེ་མེད་ལབ་ན་ང་རང་གི་སྐྱེ་བ་ངའི་བང་མང་ཟེར་ན་ངའི་སྐྱེ་མེད་དེ་ལས་ང་རང་ཚོ་ཚིག་དཔེ་ཕྱུག་པོ་ཡོད་དེའི་འདུལ་ཁང་ལ་ད་གྱོད་འུ་སྒྱུག་མོ་ཟིག་ཅེས་འདུལ་བ་ང་རང་ཚོ་གྱོད་འུ་སྒྱུག་མོ་ཟེར་གི་ད་འདི་ལུས་ཀྱི་ཕ་མ་མ་རེད་ལས་ཀྱི་ཕ་མ་རེད། ལས་ཀྱི་ཕ་མ་ཡིན་འདུལ་ཁང་ད་རང་གི་ཕ་མ་ན་ཡིན་འདི་བྱམས་པོ་ཆེ་བོ་རེད། ཨོ་ཡ་དེ་མནའ་མ་ཚོ་ཡིན་ན་ཡང་རྒྱལ་བུ་རྒྱུ་མོ་ཚོ་ལ་བྱམས་པོ་ཡག་པོ་བྱེད་པ་དམག་པ་ཚོ་ཡིན་ན་ཡང་རང་གི་དེ་ནས་ཁུར་པར་རྒྱལ་བུ་རྒྱུ་མོ་སྐྱེ་དམན་གྱི་ཨ་ཕ་ཨ་མ་ཚོ་ལ་དཔེ་ཡག་པོ་བྱེད་དགོས་ལས་ཀྱི་ཕ་མ་རེད་འདི་ལ་དེ་ནས་གང་དྲག་དྲག་གི་ང་རང་ཚོ་ཡིན་ན་ཨོ་ཡ་དེ་ནས་ཞབས་ཏོག་ཞུས་པ་ཡིན་ན་དངོས་གནས་ཀྱི་དེ་ནས་རང་ལ་དེ་ནས་ཁུར་པར་ཚོགས་ཆེན་པོ་བསོད་ནམས་ཀྱི་ཚོགས་ཆེན་པོ་རྫོགས་གི་རེད་ཨོ་ཡ་ངའི་ད་ད་ངའི་སྐད་ཆ་དེ་འདྲ་མ་ཡིན་པ་ང་རང་ཚོ་འདི་ནང་ལ་གསུངས་འདུག་ཨ། སྔོན་པ་མདོའི་ནང་ལ་མ་རེད་འཕགས་པ་མིན་ཀྱང་འཕགས་མ་དང། ཡུན་རིང་ནས་དང་དེ་ནས་བཅོས་མ་བ། ཀྱེ་འདི་བྱང་ཆུབ་སེམས་དཔའ་ལ་ཡོད་ནི་བརྗོད་དུ་མེད་པར་གསུངས་གསུངས་ཏོ། ཨ་དེ་ཡིན་དུས་དང་ད་རང་གི་འཕགས་མ་དང། ཨང་ཡ་དེ་ནང་བཞིན་གྱི་དེ་དང་འདྲ་བ་ཨ་ད་ད་དེ་དང་འདྲ་བ་དེ་ནི་གྱོ་བོ་དང་གྱོ་མོ་དང། ཨོ་དེ་ཚོ་ལ་ཡག་པོ་བྱེད་པ་ཡིན་ན་དེ་ནི་ལུང་དང་རྒྱུག་པ་དང་ངོ་ནི་སོ་ནམ་གྱི་ཚོགས་རྒྱ་ཆེན་པོ་ཟག་པ་དེ་འདྲ་རེད། ཡང་ན་ནི་ཡུན་རིང་གི་ནད་པ་དང་ཡུན་རིང་གི་ནད་པ་ལོ་ནི་ད་ནི་ཁོང་ནི་ཉལ་ས་ནང་ལ་སྐྱག་པ་སྦྱིན་པ་ཤོར་བསྡད་མཁན་ཚོ་ལ་ཨོ་ཡ་དེ་སྐྱབས་སྦྱིན་སྤང་བྱེད་ཅེས་འདུད་འགྲོ་ཐམས་ཅད་ལ་རྒྱབ་སྐོར་སྤང་བར་བྱེད་པ་ན་སྐབས་དཔེ་མིག་གི་དགེ་བ་ཆེན་པོ་རེ་ལ་བ་ད་ལྟའི་ལྷག་པར་དུ་ཡང་ངོ་བོ་ཡུལ་ལུང་གི་ནད་པ་བུ་ཕྲུག་མེད་དེ་ཁེངས་གཡོག་མཁན་མེད་མཁན་ཚོ་ལ་ཞབས་ཏོག་ཞུས་ན་དཔེ་མིག་གི་བ་ཡོན་ཆེན་པོ་རེད་ཟེར་འདི་སྔོན་པ་མཛོད་ནང་གསུང་ཆོག་རེད་ད་ངའི་ལབ་ཀྱང་མ་རེད་དེ་འདུད་ཀྱང་ལ་ཡུལ་རིང་ནད་དང་ཆོས་སྨྲ་བ་དེ་ལ་ཡུལ་རིང་གི་ནད་པ་ཨོ་ཡ་དེ་འདྲ་སྐྱེས་ནས་སྐྱོང་མཁན་མིན་དུས་ཀྱི་རྒན་གོག་ཨོ་དེ་ཚོ་བྱས་ན་ང་རང་ཚོ་འཇིག་ཆོས་བྱེད་རྒྱུ་ཟེར་མཁན་དེ་ཡིན་གཅིག་མི་འཇིག་ཡ་གི་མི་འཇིག་ཙཱ་རིའི་དགྲ་བོ་དང་ལབ་རྗེའི་དགྲ་བོ་དང་གཅིག་གངས་རིན་པོ་ཆེ་སྐུ་དགོན་ཆུར་འགྲོ་གི་མ་རེད་རང་གི་མདུན་གྱི་དེ་ནས་ང་དེ་ཚོ་ལ་ཡག་པོ་བྱེད་ཤེས་བ་ཡིན་ན་དེ་ནས་བོད་མི་གི་ཚོགས་རྒྱ་ཆེན་པོ་རྫོགས་འགྲོ་རེད་སོང་རེད་ཡུན་རིང་ནས་དང་ཆོས་སྨྲ་བ་ད་ཆོས་གསུང་མཁན་གི་བླ་མ་རང་ལ་དཀར་ནག་དགེ་སྡིག་གི་ཆེད་དུ་དེ་ཚོ་ལ་ཡང་ཆེ་བ་ཕོད་ན་དགེ་བ་ཆེན་པོ་རེད་ས་འདིའི་བྱང་ཆུ་སེམས་པ་ན་ཡོད་ནི་བརྗོད་དུ་མེད་པར་སོང་ས་འདིའི་བྱང་ཆུ་སེམས་པ་ཟེར་མཁན་དེ་ད་སྤྱན་རས་གཟིགས་ནང་བཞིན། ས་བཅུའི་བྱང་ཆུབ་སེམས་དཔའ་རྗེ་བཙུན་རྒྱ་མི་ཡང་ནང་བཞིན་ས་བཅུའི་བྱང་ཆུབ་སེམས་དཔའ་རྣམས་དེ་འདྲ་ཅིག་ལ་མཆོད་པ་ཕུལ། དེ་འདི་བུ་དེ་སྐྱེ་བ་མང་པོ་དགུ་གོ་བས་སྐྱེ་བ་འདི་ཁོ་རང་མིན་གྱི་ལ་དེ་དཔེ་མི་ཡག་པོ་མ་རེད་རང་གི་ཕ་མ་ལ་ཡག་པོ་བྱེད་པ་ཡིན་སྐྱེ་བ་འདི་ཁོ་རང་འདི་བུ་དེ་མིན་གྱི་རེད་སྐྱེ་བ་ཕྱི་མ་དགུ་གོ་མ་རེད་ལབ་དེ་ཡིན་དུས་གང་ལ་ཚོང་བརྒྱབ་ནའང་ང་རང་ཚོ་ལུང་བརྡ་རྒྱུག་གི་མི་འདུག་ཅག་ཅག་ཅག་ཅག་བྱེད་ན་གཉིས་གཉིས་འདུས་གི་མི་གསུམ་གསུམ་འདུས་གི་མི་འདུག་ཟེར་གི་འདུག་ད་གར་ཕྱོགས་རྒྱ་སྒོར་སྒྲོལ་མ་ནོར་མོས་ཀྱང་དུ་ཚོང་པ་དུ་རྒྱ་མཚན་མཛོད་མོ་དཔུང་རྒྱུད་དར་ལྕོག་སྐྱེ་ཁམས་ཅན་མང་པོ་ཅི་ག་བྱེད་ཀྱི་འདུག་ཨོ་ཡ་དེ་ལས་ཀྱང་དེ་ནས་རང་གི་ཕ་མ་དང་ཨོ་དེ་ཚོ་ལ་དེར་ཞབས་ཏོག་ཞུས་པ་ཡིན་ན་ཕ་ཡུན་ཆེན་པོ་ཡོད་རེད་གསུངས། ཨོ་ཡ་ད་དེ་ལྟར་རང་ཅག་སྡེ་བ་ང་རང་ཚོ་གི་དེ་ནས་བེའུ་དང་སྒྱུག་མོ་ཨོ་ཡ་དང་དེ་ཚོ་ཐམས་ཅད་ཡག་པོ་བྱེད་དགོས་རུ་མ་གཏོགས་ཁའི་རྒན་ལྐོག་ཟུར་ཐམས་ཅད་ལ་སེམས་ཆེ་བཅུག་སོང་བ་ཅུང་ཟད་མིན་ང་རང་ཚོ་ཡག་པོ་རྩ་བ་ཉིད་འོང་ད་འོ།

ཕ་མ་སྤུན་རྒྱག་ཐམས་ཅད་ལ་ཞབས་ཏོག་ཡག་པོ་སྤུན་སྤུན་རྒྱག་ཐམས་ཅད་ལ་འབྲེལ་བ་ཡག་པོ་ཨོའེ་ཡུལ་མི་ཁྱིམ་མཚེས་ཐམས་ཅད་ལ་འཆམ་པོ་དེ་ལྟར་ཡོང་དགོས་དེ་ཡིན་དུས་ཀྱང་བ་ནང་གི་ཀ་བ་དེ་གཙོ་བོ་བུ་མོ་རེད་བུ་མོ་ཡག་པོ་ཞིག་བྱུང་སོང་དེ་ད་ལྟ་དེ་ཁོ་ཚོས་བརྩིས་བསམ་ནས་ཡ་ད་ང་ལ་དེ་ནས་འདི་ཡག་པོ་ཞིག་དགོས་འོ་འདུག་མནའ་མ་ཡག་པོ་ཞིག་དགོས་འོ་འདུག་ད་དེ་ཁོར་ཚོས་མི་ཙམ་དེ་ཕྱུག་པོ་ནི་ཞི་འོ་རྒྱུ་རེད་ད་ཕུད་ཙམ་ཡག་པོ་དང་ཞི་འོ་དེ་མནའ་མ་དེ་ག་འདྲས་ཀྱི་བུ་མོ་དེ་ག་འདྲས་ཀྱི་ཡོད་ན་བསམ་དུས་ཀྱང་བ་དེ་མི་ཚོས་སྐད་ཆ་དྲིས་ན་བུ་མོ་དེ་ཡག་པོ་ཡོད་རེད་དཔེ་ཡག་པོ་ཡོད་རེད

ཨེ་ངའི་ཁྱོད་དེ་ནས་མནའ་མ་ང་ཚོ་དང་མནའ་མ་ཏང་རེད་དེ་ཁྱོད་རང་དཔེར་མི་གི་ཡག་པོ་བྱེད་འོ་རེད། དེ་ནས་ད་བསླབ་བྱ་མང་པོ་བྱེད་ཀྱི་མི་འདུག་དེ་ངེད་ཀྱི་བསླབ་བྱ་དེ་བསྡུས་དུས་དེ་ཁྱོད་ཡག་པོ་ཉན་ནས་ཡག་པོ་བྱས་དེ་ཁྱོད་རང་ཉིན་ལྟར་ཉིན་ལ་ཕྱག་ཚོམ་ཟབ། ཨོ་ཡ་ཟེའི་ཤིང་བུ་དེ་གསོ། གུས། དེ་ནས་མཛེ་བོ་དེ་གོན་གཉིས་སྐྱིད་པོ་དེ་ཉོ། ཨོ་ཡ། དེ་ནས་ཉིན་ལྟར་ཉིན་ལ་ཕྱག་ཚོམ་ཟབ། ཨོ་ཡ།

དེ་ཁྱོད་ཨ་མར་ལེན་ནུས་ཏེ་བསླབ་བྱ་དེ་འདྲ་ཞིག་བྱས་སོང་ཟེར་གྱི་འདུག་དེ་བསླབ་བྱ་ནོར་བ་ཅིག་བྱས་འདུག་དེ་ཆོས་དང་མ་ཟེར་རྗེས་སུ་ད་ཨོ་ངའི་ཨ་མ་དེ་བོད་སྙན་ངག་མཁས་བ་རེད་སྙན་ངག་མཁས་པ་འདི་སྙན་ངག་འདོན་ཟླ་བ་རེད་ཉི་ཟླ་གཉིས་ལ་ཆགས་སོང་ཟེར་ན་ཉི་མ་དང་ཟླ་བ་དེ་རང་གི་རྒྱལ་བོ་དང་རྒྱལ་མོ་ནི་ཉི་མ་དང་ཟླ་བ་ནང་བཞིན་རེད་ཉི་མ་རྒྱལ་བོ་རྒྱལ་བོ་དེ་ཉི་མ་ལྟ་བུ་རྒྱལ་མོ་དེ་ཉི་ཟླ་བ་ལྟ་བུ་རེད་ཨོ་དེ་གཉིས་ལ་ཆགས་སོང་ཟེར་གྱི་འདུག་རྒྱལ་བོ་རྒྱལ་མོ་གཉིས་ལ་ཆགས་སོང་ཟེར་རེས་ཉི་ཟླ་གཉིས་ལ་ཆགས་སོང་ཟེར་གྱི་འདུག། ཟས་ཞིམ་པོ་ནི་བཟོ་ཟེར་མཁན་དེ་ནི་ནི་སྟོབས་ཆེ་དེ་ནི་མནའ་མ་རེད་མི་ཐམས་ཅད་ལ་སྟོབས་ཆེ་ཞུ་འཆམ་ཤོག་དེ་ར་རང་ཟ་གི་ནི་སྟོབས་ཆེ་ཞིམ་ཤོག་དེ་རེད་མི་འགྲོ་མགོ་ལ་སྟོབས་ཆེ་མ་སང་རྒྱལ་བོ་རྒྱུག་མོ་ལ་སྟོབས་ཆེ་མ་སང་མི་གི་དེ་ནི་ཕྱི་ཡི་འགྲོ་མགོ་ལ་སྟོབས་ཆེ་མ་སང་གཉེན་ཉེ་ཉེ་ལ་རང་ཟས་དང་དེ་པད་མི་མ་རབས་རེད་དེ་སྟོབས་ཆེ་ཞིམ་པོ་མ་རེད་སྟོབས་ཆེ་ཞིམ་བཟོ་ཟེར་གི་དེ་ཤམ་ཤོག་དེ་ལ་ཟ་རྒྱུ་དེ་ལ་ཟས་ཞིམ་པོ་དེ་བཟོ་ཟེར་དེ་ཟེར་རེད་ཟེར་དེ་མོ་བཏགས་ན་དེ་ན་གིན་ཅེ་གི་བ། གཉིས་གཉིས་ཀུན་ལས་ཉོ་རུ་ཟེར་ཡས་ཞུ་ནས་དེ་གཉིས་ཤོད་གཉིས་ཤོད་ཉོ་ཟེར་བར་གཉིས་ཤོད་ཉག་གི་འདི་སྡུག་ཤོད་རེད་ནང་མ་ཟེར་ནས་ཤམ་ཤོད་ཀྱི་ཉག་གོ་རེད་རྒྱལ་བོ་རྒྱལ་མོ་ཐམས་ཅད་ཉག་འགྲོན་པོ་ཐམས་ཅད་ཉག་ཟེར་ནས་རང་ག་རེའི་ཤམ་ཉག་གོ་དེ་གཉིས་དེ་སྐྱིད་པོ་རེད་གཉིས་ཡ་རབས་ཀྱི་གཉིས་རེད་དེ་ལ་གཉིས་སྐྱིད་པོ་དེ་ཉོ་ཟེར་འདི་ཟེར་ཟེར་ནས། དེ་མེ་ལོང་ལ་ཡང་ཡང་ལྟོས་ཟེར་ནས་ལམ་ཟེར་ན་གོ་ལོག་མཛེས་བོ་དེ་གོན་ཟེར་ན་ཅི་ཟེར་ཟེར་ན་གོ་ལོག་མཛེས་བོ་ཟེར་ན་ངོ་ཚ་དང་ཁྲེལ་ལོས་བྱེད་པ་རེད་ཁྱི་གཉིས་རྣམས་ལ་ངོ་ཚ་དང་ཁྲེལ་ལོས་བྱེད་པ་རེད་རྫུན་རྒྱག་རེད་བྱུང་ན་ཁྲམ་པ་བྱས་ནས་སྤྱོད་པ་སྡུག་ཅག་མེད་རོགས་ཟེར་ནས་ཆ་ལ་ཤོད་རེ་བྱེད་ཀྱི་འདུག་དཔེ་སྡུག་ཅག་རེད།

མི་ལ་སྒྲིག་སྐྱ་སྒྲ་ཅི་འདྲ་བྱེད་སོང་ནང་གི་ལས་ཀ་གང་འདྲས་བྱེད་སོང་ལས་ཀ་འཐུས་ཤོར་ཅི་འདྲས་སོང་བྱེད་དགོས་རྒྱུ་ལས་ཀ་གང་རག་ཏུ་མ་བྱེད་དགོས་རྒྱུ་ལས་ཀ་ཅི་རག་ཏུ་ཨོ་དེ་ལ་བལྟ་རྒྱུ་དེ་ལ་མེ་ལོང་ལ་ཡང་ཡང་ལྟོས་འདུག་སེམས་ཁྲལ་བྱེད་ཀྱི་རེད་ཨོ་ཡ་ད་དེ་ལྟས་ང་ཚང་མ་ཟ་མི་དགོས་ཡ་མ་སྐྱོ་ཨོ་ཡ་དེ་ནས་ཨོ་ད་ད་དེ་ཅི་རེད་དེ་རེད་དེ་ཁོ་ན་ཨ་མ་དེ་ཧ་ལས་ན་ཕོ་ད་ངོ་ནི་གི་ཉི་གི་དེ་ནས་ཁོ་ར་བ་ལ་ཅི་ཟོ་བ་ད་དེ་ནས་ཁོ་ར་བ་ལ། མནའ་མ་གའི་ཕ་མ་དང་དེ་འདྲ་མི་ཡོན་ཏན་ཅན་པོ་དེ་འདྲ་ཡག་པོ་རེད་འདུག་གསུངས་སོ་དེ་འདྲ་དེ་བཅོམ་ལྡན་འདས་ཀྱིས་གསུངས་ཟེར། དེའི་ཚེ་ད་ལྟ་ལོ་རྒྱུས་དེ་བཅོམ་ལྡན་འདས་ཀྱིས་མདོ་ནང་གསུངས་འདུག་ད་དེ་རིང་དུས་ཀྱང་ཕ་མ་ལ་ཡག་པོ་བྱེད་དགོས་མི་ཟེར་གྱིས་རང་གི་རྒྱལ་བོ་རྒྱུ་མོ་ཚོ་ཡང་དེ་ནི་རང་གི་དེ་ཕ་མ་དང་གཅིག་པ་རེད་ཟེར་ཨོ་ད་དེ་གཉིས་ཉི་མ་དང་ཟླ་རྒྱ་གར་གྱི་ཉི་མ་དང་ཟླ་བ་གཉིས་པའི་རྟགས་ཆེ་བོ་རང་ཡིན་ན་ད་ཉི་མ་དང་ཟླ་བ་གཉིས་རྟགས་ཆེན་པོ་རེད་བ་ཡ་ཉི་ཧུ་ཉི་མ་མ་བྱེད་ན་མུན་པ་རུ་འགྲོ་རུ་གཅིག་གནག་ཐུབ་ངེས་རེད་མཚན་ལ་ཟླ་བ་མ་བྱེད་ན་མཚོན་གནག་ཐུབ་ངེས་རེད་དེ་འདྲ་དེ་ཡིན་དུས་ཀྱང་བ། ཉི་ཟླ་གཉིས་དེ་པདྨའི་གི་རྩ་ཆེན་པོ་རེད་ཨོ་ད་དེ་ཡིན་དུས་ཉི་ཟླ་གཉིས་ལ་གྱོ་བོ་དང་སྒྱུག་མོ་གཉིས་དེ་ཉི་མ་དང་ཟླ་བ་གི་ས་ལ་བཞག་ན་དེ་ལས་གལ་ཆེ་བོ་རེད་ད་བུ་མོ་གཅིག་པོ་ལ་ཟེར་མ་རེད་མག་པ་ལགས་ཀྱི་ཟེར་རེད་ད། མག་པ་ཡིན་ན་ཡང་དེ་ནི་རང་གི་དེ་ནི་སྐྱེ་དམན་གི་ཨ་ཕ་ཨ་མ་གཉིས་ནི་རང་གི་གྱོ་བོ་སྒྱུག་མོ་རེད་བ་ཨོ་ཡ་དེ་ལ་གུས་ཞབས་ཅིག་ཡག་པོ་བྱེད་ཨོ་ཡ་དེ་ནི་ག་ལ་པར་བུ་མོ་གཅིག་དོ་ལི་ན་གཞུང་གཅིག་དེ་ནི་པེ་སོའི་ཤར་ཕྱོགས་སློབ་སྦྱོང་ད་ཡག་དང་གང་ད་སློབ་སྦྱོང་ཉེ་མ་ཡིན་དུ་བུ་མོ་དེ་ནི་ད་གཞུང་སོའི་རང་གི་དེ་ནི་སྣ་ཧང་ཅིག་ལས་འོང་བ་རེད

ད་བླ་མ་ཟུག་པ་ཡིན་ན་ཡང་རང་གི་ཐོག་མར་ཡག་པོ་བྱེད་དགོས་རེད་རྒྱུ་བོ་རྒྱུ་མོར་ཡག་པོ་བྱེད་དགོས་རེད་མ་གཏོགས་པས་ད་ཁོ་གི་ཨ་ཕ་ཨ་མ་དང་སྤྲུལ་སྐུ་གཅིག་མ་གཏོགས་བ་མ་རེད་སྤྲུལ་སྐུ་དེ་ལ་མནའ་མ་བྱིན་ལ་མནའ་མ་དེ་གི་ཕ་མ་ལ་ཡག་པོ་མ་བྱིན་ན་དེ་ནས་ད་ཁོའི་མིག་གི་ཀ་ལི་ཀ་འོ་ཡ་ད་དེ་ཡིན་དུས་ཀྱང་བ་ལམ་ལ་འགྲོ་རྒྱུ་ཅི་ག་འོ་མ་ང་ནི་དེ་ནི་ང་མིག་ཁ་ཤས་ཟེག་འདུག་འོ་ཡ་ད་དེ་ཡིན་དུས་ཀྱང་ལ་ད་དེ་ང་ནི་ཕྱི་རྒྱལ་འགྲོ་དགོས་འདུག་ནང་རྒྱལ་སྤྲུལ་ད་ཨ་ཕ་ཨ་མ་རྒན་རྒོན་གཉིས་དེ་ནས་ངེད་ངེད་སྐྱེ་མེད་ལ་བཅོལ་ནས་བཞག་བཞག་ཡོད་དེ་ནས་ཁོས་ཡག་པོ་མ་བྱེད་ཕ་མཆོད་ནས་དེ་ནས་ང་ནི་དཔེར་མིག་གི་ཕྱི་རྒྱལ་སོང་ན། ནང་རྒྱ་བཟོ་མང་ཡང་དཔོན་མིག་གི་སྟེང་སེམས་ཁྲལ་ཆེ་བོ་འདི་མ་རེད་སྤུ་གུ་ཡག་པོ་བཟོ་དགོས་བསམ་བློ་བཏང་ན་འདི་འདྲ་རེད་བ་ད་རང་གི་ཨ་ཕ་ཨ་མ་གཉིས་ནི་དངོས་གནས་ཀྱི་སྙིང་སྟོབས་ཆེ་ཤོས་དེ་རེད་ད་དུས་དེ་དེང་རང་གི་མནའ་མ་ལ་སྐྱོ་ནས་འགྲོ་གི་འོ་རེད་བ་རང་གི་སྐྱེ་མི་ལ་སྐྱོ་ནས་འགྲོ་གི་འོ་རེད་དེ་ཡིན་དུས་རྐང་ལག་རྐང་གཟབ་གཟབ་བྱས་ནས་ང་རང་ཚོ་དམ་བཅའ་ཡང་དེ་ནས་སྐྱེ་བོ་སྐྱུག་མོ་ཚོར་ཡག་པོ་མ་བྱས་བ་ཡིན་ན། རྩ་བ་གཉིས་ནི་དེ་འགྲིག་ཐབས་ཙམ་ལས་འོང་མ་རེད་དེ་ལྷག་པར་དུ་ཡང་ང་རང་ཚོ་དེ་ནས་ཁོ་ར་བར་ཕ་མ་དེ་བདག་ཆེན་པོ་བཙལ་བས་དེ་ཕ་མ་བདག་ཆེན་པོ་བཙལ་བས་དེ་དེ་ཕ་མ་དང་འདྲ་བ་ཅིག་རང་གི་དེ་ནས་སྐྱེ་བོ་སྒྱུག་མོ་སོགས་ཐམས་ཅད་དེ་འདྲ་ཡིན་དུས་གང་ལྟར་ཐམས་ཅད་ཀྱིས་དེ་རང་གི་སྐྱེ་བོ་སྒྱུག་མོ་ལ་ཨ་ནི་ཕ་མ་ནི་མ་རེད་ཧ་རེ་རྒྱུ་ཤེས་བ་རེད་ཨ་བསམ་ནས་དེ་འདྲ་བྱས་ནས་དཔེ་དུག་བཅག་རེད་དེ་ནི་ང་རང་ཚོ་བདག་ཁྱེད་ཚོ་གླིང་མེད་ཚོ་ད་དཔེ་མིག་ལྟོས་བཟང་པོ་རེད་བ་ང་དང་ཉི་མ་ནི་མིག་ལྟོས་བཟང་པོ་ང་རང་ཚོ

ཨོ། ཐབ་ཀ་ལ་བཅར་མ་བཅུག་ཨོ། ཡ། དེ་ནས་གོས་ར་བོད་ར། ཨོ། རྒྱབ་ཀྱི་དེ་ནས་གོས་ར་བོ་གོས་ཁྲོག་ཁ་ཡིས་ཟས་ཁྲོག་ཟེར་གིན་པའོ། ད་དེ་འདྲ་གི་དེ་ནས་ནང་མ་ཚོགས་ཀྱི་ཁར་རྒྱུག་མགོ་རྒྱུག་མགོ་མང་པོ་བཏང་ཆོག་ཟོག་འམ་ལོ་ར་ཚོར་དཔེ་མང་པོ་ཡོད་རེད་ཨོ། ད་དེ་འདྲ་རྐྱང་ལ་རང་གི་རྒྱན་གོག་ཐམས་ཅད་བཀོལ་ཁང་མིག་གི་བྱང་ནང་ལ་ཚུར་སྟོན་བཞག་གྱོ་འདྲ་བོ། ཨོ། ཡ། ད་དེ་འདྲ་ཆགས་དེ་ཚོ་ཐམས་ཅད་དཔོན་མེད་ཀྱི་མ་རབས་རེད་བ། དེའི་དུས་ད་ང་རང་ཚོ་ཐམས་ཅད་ཡང་རང་གི་ཕ་མ་ལ་ཡག་པོ་བྱེད་མཁན་ན་ཤིང་བྱེད་མཁན་རྒྱོ་བོ་གྱོ་མོ་ལ་ཡག་པོ་བྱེད་དགོས་རེད། ཀྲུའུ་ཅིག་ཡོད་ན་ནི་མནའ་མ་བྱེད་དགོས་བ་རེད་མནའ་མ་མ་བྱུང་ན་འགྲིག་ཐབས་མ་སོང་བྱུང། བུ་མོ་བྱུང་ན་ནི་མག་པ་འགོ་བ་རེད་མག་པ་མ་བྱུང་ན་འགྲིག་ཐབས་མ་བྱུང་གསུངས་དེའི་མཇུག་སྐྱོང་ལ། རང་ལ་བུ་མོ་ཡོད་ན་ནི་མག་པ་གཞན་ལ་བཙག་དགོས་རེད་མག་པ་རང་ལ་བུ་རང་ལ་ཡོད་ན་ནི་མནའ་མ་གཞན་ལ་བཙག་དགོས་རེད་དེ་བཞིན་གཉིས་ཀར་དེ་ནས་རང་གི་དེ་ནས་ཁོས་མག་པ་ཅི་ནས་མ་བྱུང་ཉུང་འདྲ་མི་འདུག་དེའི་མཇུག་སྐྱོང་ལ་བསམ་བློ་ཡག་པོ་བཏང་ནས་བུ་མོ་རང་ལ་ཡོད་མཁན་ཚོ་ལ་ཡང། དངོས་གནས་མག་པ་ཚོ་ལ་བྱམས་པོ་བྱེད་རྒྱུ་དངོས་གཙོ་གི། ཨོ་ཡ་དེ་ནས་མནའ་མ་སྟེར་རྒྱུ་ཕུད་མག་པ་བླངས་བཞག་རྒྱུ་ཚོ་ཡིན་ན་ཡང་མནའ་མ་ཚོ་ལ་ཡག་པོ་བྱེད་ཨོ་ད་དེ་འདྲ་བྱས་ན་ང་རང་ཚོ་སུ་འགྲིག་འོ་ངོ་ནི་མ་དེ་འདྲ་མ་ཡིན་པ་བྱས་ནས

ཨོ་ཡ་ཏུང་ཏུང་དེ་ལ་ཡང་སྐྱིད་པོ་བཀྲ་ཤིས་པ་ཡག་པོ་ཅིག་ཡོད་དགོས་ཤེ་ན་དམག་པ་ཡག་པོ་ཅིག་དང་མནའ་མ་ཡག་པོ་ཅིག་དགོས་དགོས་བ་རེད་དེ་མ་བྱུང་གང་བྱུང་འོང་ཐབས་རྩ་བ་ཉིད་ནས་མེད་རེད་དེ་འདྲའི་གང་ཟག་ཐམས་ཅད་ཀྱིས་དེ་འདྲ་བསམ་བློ་བཏང་ནས་ཁྱེད་རང་ཚོ་ཐམས་ཅད་ཡང་ཨོ་ད་ཚེ་སྐྱེ་བོ་གྱུར་མོ་ཡོད་དེ་མཁན་ཚོ་གི་ཉམས་སུ་ཡིན་ན་རེད་དམག་པ་ཡོད་དེ་མཁན་གྱི་ཉམས་སུ་ཡིན་ན་རེད་ཨོ་ད་ཁྱེད་ཚོ་ཐམས་ཅད་དེ་འདྲ་བསམ་བློ་ཡག་པོ་བཏང་ནས་བཤད་མཁན་དེ་པད་མ་རི་ཐར་གྱི་ཁ་ནང་བཤད་རེད་དེ་བཤད་རྒྱུ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ།